རྟོགས་པ་དེ་ཚེ་དགོས་གི་རེད་ཟེར་དེ་འདྲའི་སློབ་གསོ་རྒྱག་ངེས་ཀྱི་སླད་པ་ཡིན་ན། ད་ང་རང་ཚང་མ་དེ་ལམ་སང་འཇུག་འགྲོ་གི་རེད། ངས་མ་དེ་འདྲའི་རེད་རིག་གནས་གསར་བརྗེའི་ཟིན་ངེས་དེ་མ་ལས་གོང་དེ་བོད་མི་ཞེས་སོགས་ལ་དེ་འདྲའི་གི་གྲབ་གྲུག་ཡོད་མ་རེད་དེ་མེད་དུས་བརྩམས་པ་ལ་རིག་གནས་གསར་བརྗེ་གི་ལྟ་བ་དེ་ག་རེ་རེད་ཟེར་ན་ཚིག་སྔ་ཤོས་ཡོད་མ་རེད་ལས་ཇི་འདྲ་ཡོད་མ་རེད་ཟེར་བརྩམས་པ་ལ་བོད་མི་མང་པོ་ཅིག་གི་སླད་པ་ལ་འགྱུར་བ་ཆེ་གི་ཨ་ནི་ལྷག་པོ་དེ་སོགས་རྩ་བ་ལ་སོགས་པ་སྤོ་གི་རིག་གནས་མང་པོ་ཞིག་རྩ་མེད་བཏང་རེད་རྒྱུ་མཚན་ག་རེ་རེད་ང་རང་ཚོ་བོད་མི་ཞེས་སོགས་ལ་སློབ་སྦྱོང་མ་ཡག་གི་རྒྱུ་མཚན་རེད།

རང་གི་ཕ་མ་ནང་ཞིག་གི་བཤམས་པ་དང་བརྩེ་བ། བཤམས་སྐྱོང་བྱེད་དགོས་ཨུ་སི་ཨ་གི་རྩ་བའི་བརྩེ་བ་དེ་རེད། མཛངས་པོ་ལས་དང་ན་མི་ཚང་མ་ལ་ནང་ཆོས་ཀྱི་ལྟ་བ་ལྟ་བུ་དེ་བཤམས་པ་དང་བརྩེ་བ་རྐྱང་རྐྱང་ཡོད་ན་མཛངས་པ་ལ་གཞི་བདེ་ཡོང་གི་རེད་འགྲོ་བ་མི་ལ་བདེ་སྐྱིད་ཡོང་གི་རེད། ཐ་ན་འགྲོ་བ་མི་ཙམ་མ་ཟད་འབའ་འབུའི་སྲོག་ཅན་གྱིས་ན་དེ་རྐང་པ་རྡོག་བརྫིས་མ་དང་དེ་ལ་ཡང་ང་རང་ཚོ་དང་ཚེ་གྲོང་འདྲ་མཉམ་གྱི་བདེ་སྡུག་གི་འཚོ་བ་ཅིག་ཡོད་རེད་བསམ་པ་དེ་ཧ་ཅང་གི་རིན་ཐང་ཆེན་པོ་གི་ལྟ་བ་ཅིག་ལ་འདྲི་ཞིབ་བྱས་ན་ཡང་དེ་བླ་ན་མེད་པའི་དེ་ཕན་ཐོགས་ཅིག་དང་བླ་ན་མེད་པའི་སྐྱིད་ཡོང་གི་རེད།

ཡིན་ནའང་ང་རང་ཚོ་བོད་མི་རིགས་ལ་ཚན་རིག་མེད་པ་དཔལ་འབྱོར་མེད་པ། དེ་ནས་གཙང་སྦྲ་མེད་པ་དེ། ཆོས་ལུགས་ཀྱི་སྐྱོན་རེད་ཆོས་ལུགས་ཀྱི་སོགས་རྩ་བ་ཉིད་མ་རེད། ག་རེ་རེད་ཟེར་ན། ང་རང་ཚོ་ལོ་ངོ་སྡེ་སྣོད་གསུམ་གྱི་ནང་ནས་འདིར་བས་ཀྱི་སྡེ་སྣོད་དེ་ནང་ལ་གཙང་སྦྲ་བྱེད་དགོས་ཡག་གི་ལུང་མང་པོ་གསུངས་ཡོད། མཐའ་ན་སྐྱག་པ་དེ་སྟེང་ན་སྐུབ་འཁྲུ་དགོས་ཡག་གི་གཙང་སྦྲ་བྱེད་སྟངས་དེ་འདྲས་ཡོད།

ད་ཚན་རིག་གི་འགྲོ་སྟངས་དངུལ་ཁུམ་གི་འགྲོ་སྟངས་ཀྱིས་ཕྱིས་པ་ཡིན་ན་ཡང་ཕུགས་བསམ་ཇེ་ཚོགས་འགྲོ་བ་ཡོད་རེད་མ་གཏོགས། གཅིག་ཡོད་ན་གཅིག་ལ་གནོད་པ་དང་གཅིག་ཡོད་ན་གཅིག་ལ་དེ་བཙན་དབང་ཉིད་མ་རེད་ཁོ་ཤི་ཤ་ཡིན་པའི་རྒྱུ་མཚན་གཅིག་རེད། དཔེ་ཆ་བ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཟེར་བ་དེ་ལ་དཔང་རྟོགས་ཟེར་ཏེ་རྟོགས་དགོས་པ་དེ་ག་རེ་རེད་ཟེར་ན། འཇིག་རྟེན་འདིའི་སྒང་ལ་རྟོགས་དགོས་པ་ཚང་མ་ཤི་ཤ་ཡོད་མདོག་ཚང་མ་ཕུར་དུ་ཕྱིན་ཚར་ཏེ། ད་ཁོ་རང་སུ་འགར་མེད་དེ་ཡར་འགྲོ་ཆོག་པ་རེད་དཔེ་དེ་ནང་བཞིན་རེད་དེ། ང་ཚོ་བོད་ལ་ཆོས་ལུགས་དར་བ་དེ་དགའ་བརྩེ་བར་དེ་དགའ་སྡོག་འདྲ་པོ་དེ་དགའ་གཙང་འདྲ་པོ་རྩ་བ་ཉིད་ནས་མ་རེད། དཔེ་བྱ་བ་ཡིན་ན་ང་རང་ངོས་ནས་བྱམས་བློ་བཏང་བ་ཡིན་ན། ངས་ནང་ཆོས་གང་ལ་གང་འཚམ་བྱེད་ཀྱི་ཡོད། ཡིན་འོས་ཏེ་ངས་འཚོ་བ་སྒང་ནས་ཚོང་གང་ལ་གང་འཚམ་རྒྱག་གི་འོས་ཏེ་ངས་ནང་ཆོས་ལས་ཚིག་བྱས་པ་དེ་ཚོང་ལ་སྐྱོན་རྩ་བ་ཉིད་ནས་མི་འདུག། དང་དུ་ངའི་སེམས་ནང་ལ་ཅིག་ཐག་ཆོད་མ་ཐུབ་དེ་འདི་ལྷོད་ལྷོད་བྱེད་ཀྱིན། ཨ་ནི་ཞིབ་བལྟས་དང་ལྷང་འཇགས་ཀྱི་ཕྱོགས་བཞི་རེ་བསམ་བློ་བཏང་སྟེ་ང་རྦད་དེ་ཁོ་རང་གི་བག་ཕེབས་ཡག་གི་དེ་ནང་ཆོས་ཀྱི་དགེ་མཚན་དང་ནང་ཆོས་ཀྱིས་ང་ལ་སེམས་ཁམས་བཏང་ནས་ཕན་ཐོགས་རྒྱ་ཆེན་པོ་བྱེད་འདུག་དངོས་གནས་ཡོད་དེ། ཉམས་མྱོང་གི་སྟངས་ཤེས།